བདུན་པའི་སྐབས་ལ་ག་རེ་བྱུང་འདུག་བརྒྱད་པའི་སྐབས་ལ་ག་རེ་བྱུང་འདུག་དེ་ནས་མར། དེ་ནས་མར་ལོ་རྒྱུས་ལ་གཅིག་གཟིགས་ན་དེ་ཚོ་མཁྱེན་གི་རེད་བ་ཞེས་དང། ཡང། བོད་རང་བཙན་བརྩད་ན་བོད་རང་སྐྱོང་ལྗོངས་ལ་འོས་བབ་ཆེ་བ་ཡོད་རེད་ཟེར་བ་དེ་ལོ་རྒྱུས་ཀྱི་གནས་བབ་ལ་གཟིགས་པ་ཡིན་ན། གནས་སྟངས་དེ་ཆགས་ཡོད་རེད་ཅེས། བོད་ཀྱི་ལོ་རྒྱུས། བོད་ཀྱི་མངའ་ཁོངས་བདག་དབང་གི་གནས་སྟངས་ཐད་ལ། དངོས་ཡོད་ལོ་རྒྱུས་འཁྱོག་བཤད་དང་ལོག་འགྲེལ་བཤད་པར་བློ་ཕམ་དང་ལྷན་འདྲི་རྒྱུ། བོད་ཀྱི་མངའ་ཁོངས་བདག་དབང་གི་གནས་སྟངས་ལ་དངོས་ཡོད་ལོ་རྒྱུས་འཁྱོག་བཤད་དང་ལོག་སྒྲིག་བྱེད་པར་བློ་ཕམ་དང་ལྷན་བྲིས་རྒྱུར་ཞེས་འཁོད་ཡོད་སྟབས། བོད་མ་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་དོན་ཚན་ཉི་ཤུ་རྩ་དྲུག་པའི་ནང་གསེས་གསུམ་པ་ལྟར་ཁུངས་སྐྱེལ་འགན་འཁུར་སྤྱི་འཐུས་དེ་རང་ནས་འཁྱེར་དགོས། དགའ་བདེ་ཕོ་བྲང་གཞུང་གི་མངའ་ཁོངས་གཟེར་ཏེ་སྲིད་སྐྱོང་མཆོག་ནས་བོད་ཆོལ་ཁ་གསུམ་ཡོངས་རྫོགས་ཚུད་པའི་ས་ཁྱོན་ལ་ངོས་འཛིན་བྱེད་མ་ཐུབ་པའི་རྒྱུ་མཚན་ཅི་ཡིན། གྲོས་ཚོགས་ནང་ཞུས་ཟིན་པ་བཞིན། རྒྱལ་དབང་སྐུ་འཕྲེང་ལྔ་པའི་སྐབས་ཀྱི་གནས་སྟངས་ཁག་ཁག་མ་གཏོགས་དེའི་རྗེས་ཀྱི་གནས་སྟངས་ཇི་ཆགས་ལོ་རྒྱུས་ཀྱི་གནས་བབ་ཐོག་ནས་གསལ་པོ་ཡིན། རྒྱལ་དབང་སྐུ་འཕྲེང་དྲུག་པ་དང་བདུན་པ་དང་བརྒྱད་པ་བཅས་སྐབས་སོ་སོར་མདོ་སྟོད་སྨད་གཉིས་ཀ་ཡི་ས་ཆ་རྒྱ་མི་དང་མན་ཇིའི་འོག་ལ་ཤོར་བའི་དཔང་རྟགས་ཡིག་ཆ་ཇི་ཡོད་དང། སྲིད་སྐྱོང་མཆོག་ནས་མན་ཇིའི་རྒྱལ་རབས་དེར་རྒྱ་མིའི་རྒྱལ་ཁབ་དང། སྨན་གྱི་མི་རིགས་ལ་རྒྱ་མི་ཞེས་འབོད་ཀྱི་ཡོད་དམ་མེད། མདོ་སྟོད་སྨད་གཉིས་མ་འཇུ་ཁོངས་གཏོགས་ཡིན་པ་དུས་ནམ་ཡང་བརྗོད་མ་མྱོང། བོད་དང་སོག་པོ་མ་འཇུ་དང་རྒྱ་མི་སོ་སོར་མི་རིགས་ཐ་དད་ཡིན་པ་ངོས་འཛིན་ཞུས་ཡོད། བོད་རང་བཙན་རྩོད་ན་བོད་རང་སྐྱོང་རྒྱུ་ལ་འོས་བབ་ཆེ་བ་ཡོད་རེད་ཅེས་གསུངས་པར་འོས་བབ་ཡོད་ས་དེ་དགའ་ལྡན་ཕོ་བྲང་གི་ཆབ་སྲིད་གནས་སྟངས་དར་བའི་དུས་སྐབས་སམ། ཡང་ན་དེའི་གོང་གི་ས་སྐྱ་པའམ་བོད་བཙན་པོའི་སྐབས་ཀྱི་ས་ཆུང་གནས་སྟངས་གང་རུང་རྩ་འཛིན་མ་བྱས་པར། དགའ་ལྡན་ཕོ་བྲང་ཅུང་ཟད་ཉམས་རྒུད་འགྲོ་སྐབས་ཁོ་ནར་རྩ་འཛིན་བྱེད་དགོས་དོན་གྱི་རྒྱབ་ལྗོངས་ཇི་ཡིན། ཕྱི་ཡོངས་ཀྱི་བོད་ཀྱི་ལོ་རྒྱུས་ལོ་རྒྱུས་ཀྱི་གནས་བབ་ཐོག་ནས་ཞུས་པ་ཡིན་ཅེས་སྲིད་སྐྱོང་གིས་ཉིས་སྟོང་ཉི་ཤུ་ལྔ་ཟླ་བ་དགུ་བའི་ཚེས་བཅུ་དྲུག་ལ། འཕྲོས་དོན་དྲི་བ་དང་པོ་གནང་མཁན་ཞི་མཐུན་རྒྱ་མཚོ་ཕུ་བ་རྡོ་རྗེ་ལགས། སྒོ་ཆོ་ག་གསུམ།
དགའ་ལྡན་ཕོ་བྲང་གཞུང་གི་འོག་ལ་རྡོག་རྡོག་ཚུད་ཡོད་རེད་དང་ཡོད་མ་རེད། རྒྱལ་བ་ཀུན་འཕྲི་དྲུག་པ་གི་སྐབས་སུ་དང་རྒྱལ་བ་ཀུན་འཕྲི་བདུན་པ་གི་སྐབས་སུ་དེ་ག་ནང་བཞིན་རྒྱལ་བ་ཀུན་འཕྲི་བརྒྱད་པ་གི་སྐབས་སུ་འདུག་འདུག་མེད་གཉིས་ཆ་ནས་སའི་ཁོངས་གཏོགས་ཡིན་པ་ལ་ངོས་འཛིན་བྱེད་ཀྱི་ཡོད་ཟེར་ནས་དྲི་བ་གཉིས་པ་དེ་ཆགས་བསྡད་ཡོད། སྤྱི་ཡོངས་ཀྱི་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་འོག་ནས་དེ་ནས་བོད་རང་བཙན་ཡིན་པའི་འོས་བབ་དེ་བོད་རང་སྐྱོང་ལྗོངས་ཟེར་བ་དེ་ལ་ཡོད་པ་ཡིན་ན་ནི་ཡོད་ལུགས་ཡོད་སྟངས་དེ་ག་འདྲ་རེད། ད་ཇི་ལྟར
གྲོས་ཚོགས་ནང་ལ་ཞུ་ཡག་འདོད་པ་དང་མེད་དེ་ཡིན་ནའི་དཔལ་ལྡན་ཚོགས་གཙོ་མཆོག་གིས་ཁ་ཚང་དྲི་བ་དྲི་ལན་ཆོག་མིན་གྱི་ཚད་གཞི་གི་དོན་ཚན་གཅིག་རྒྱ་གར་གྱི་ཁྲིམས་ཀྱི་ལུང་འདྲེན་གནང་སོང་ཨ་དེ་གང་མང་པོ་ཞུ་གི་མེད། ཚིག་གཅིག་དེ་ངེས་པར་དུ་ཨིན་ཇིའི་ནང་ལ་ཡོད་པ་དེ་གཟིགས་གནང་རོགས་གནང་བྱས་ནས་དེ་གཅིག་ངེས་པར་དུ་ཞུ་གི་ཡིན་ཁ་སང་གྲོས་ཚོགས་ནང་གསུངས་ཡོད་པའི་སོང་ཙང་ཚིག་གཅིག་དེ་དང་དེ་གི་གོ་བ་དེ་ནི་ངེས་པར་དུ་གཟིགས་གནང་རོགས་གནང་ཁར་སང་དེ་ལས་རིམ་ནང་ལ་ཚུད་དང་མ་ཚུད་དང་དེ་ཚོ་དང་འབྲེལ་བ་ཤུགས་ཆེན་པོ་ཆགས་ཀྱི་ཡོད་རེད་བྱས་ནས་དེ་གཅིག་ཞུ་ཡ་དང་དཔལ་ལྡན་ཚོགས་གཞོགས་དངོས་གནས་ནས་ཡ་ལན། ཞལ་འདི་ཕྱེད་ང་བྲིས་བ་རེད། འདི་བྲི་དགོས་རྒྱུ་མཚན་དེ་འདིའི་ནང་ལ་ཡང། བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་འགྲོ་ལུགས་ཀྱི་ལས་དོན་བྱེད་ཕྱོགས་ཀྱི་དོན་ཚན་ཉེར་དྲུག་པའི་ནང་གསེས་གསུམ་པ་འདི་ལ་དྲི་བའི་ནང་ཁ་ཚོན་ཆོད་པའི་རྗོད་ཚིག་ཡོད་ཚེ་དེའི་ཁུངས་སྐྱེལ་འགན་འཁུར་ཏེ། སྤྱི་འཐུས་དེ་རང་གིས་བྱེད་དགོས་ཀྱི་རེད་ཅེས་ནས་གསུངས་ཡོད་རེད། དེ་རྣམས་ལ་ཁ་ཚོན་ཆོད་པ་དེ་ག་རེ་གསུངས་གི་ཡོད་རེད་ཟེར་ན། སྲིད་སྐྱོང་གིས་གོང་དུ་བཤད་བཞག་པ་དེ་གའི་དེ་ནི་ལོ་རྒྱུས་ཀྱི་འཁྱོག་བཤད་རེད། ལོག་འགྲེལ་རེད་ཅེས་ནས་གསུངས་གི་ཡོད་རེད། དེ་ཡིན་དུས་ཚང་མ་ལས་ཡང་ད་སྲིད་སྐྱོང་གིས་བཤད་བཞག་པ་དེ་བདེན་པ་མ་ཡིན་པ། ཨ་ནི་དངོས་ཡོད་བདེན་པ་ག་རེ་ཡིན་པ་དེ་གསུངས་དགོས་ཡག་གི་འགན་དེ་དྲི་བ་དྲི་མཁན་ལ་མ་གཏོགས་བྱེད་ཀྱི་དེ་ལན་རྒྱབ་མཁན་ལ་ཡོད་མ་རེད། དྲི་བ་དྲིས་སྟངས་ཀྱི་ངོ་བོ་མཐོང་ཡོད། ད་ག་ཚེ་འདིས་ཚིག་དེ་མེད་པ་བྱས་བྱས་ཁྱེད་རང་གི་དེ་འདྲ་དེ་འདྲ་བཤད་བཤད་ཨ་ནི་དེ་ལ་འགྲེལ་བཤད་རྒྱབ་ཞུ་སོང་བ་ཡིན་ན་ཡང་གནད་དོན་གཅིག་རེད་ད་ལྟ་ཡིན་ནས་མུ་མཐུད་ནས་འགྲེལ་བཤད་རྒྱག་ཡས་ཀྱི་འདོད་པ་མེད་པ་དེ་འདྲ་མེད་འགྲེལ་བཤད་རྒྱབ་ཡས་མེད་པ་དེ་འདྲ་ཡས་མེད་འགྲེལ་བཤད་རྒྱག་ཡས་ཡོད་ཡིན་པ་ཡིན་ནས་ད་འགྲེལ་བཤད་རྒྱབ་དང་མི་རྒྱབ་ཟེར་ཡས་དེ་དྲི་བ་བཏང་སྟངས་ཀྱི་ཐོག་ནས་ཀྱི་གྲོས་ཚོགས་ཀྱི་དེབ་ཐེར་ནང་ལྷག་གི་ཡོད་སོང་ཙང་ཨ་ནི་འདི་ཆོག་མིན་གྱི་ཚད་གཞི་དེ་གི་ཐོག་ནས་ད་ལྟ་ཡང་བསྐྱར་འཕྲོས་དོན་དྲི་བ་བཏང་ཡོང་ཡང་དེ་གའི་ཚང་མ་ལོག་ཨེ་རེད་ཆོག་ཤེས་དང་ལོག་འགྲེལ་བྱེད་ཀྱི་འདུག་ཟེར་ནས་ཐག་གཅོད་ནས་གསུང་གི་འོས་དུས་ཚང་པ་ལ་ད་ལྟ་གང་བཤད་པ་དེ་གའི་ཚང་མ་ལོག་ཆོག་ཤེས་དང་ལོག་འགྲེལ་རེད་ཟེར་ནས་ལག་བདེ་བ་ཡིན་ན་གལ་སྲིད་ཞུ་དགོས་ཡ་གི་བོད་ཀྱི་ལོ་རྒྱུས་ཀྱི་ལྟ་བ་ཀྱི་ཐོག་ནས་སྲིད་སྐྱོང་གི་ཞུ་དགོས་ཡ་ཆགས་པ་འདྲ་བོ་བྱིན་པ་ཡིན་ནས་དེ་ཆོག་ཤེས་དང་ལོག་འགྲེལ་བྱེད་ལ་ཡང་གྲོགས་ཚེ་དེ་ནས་ངོས་འཛིན་བྱས་པ་ཡིན་ན་ཨ་ནི་ང་ཚོའི་ལོ་རྒྱུས་ཀྱི་གནས་བབ་དེ་ག་འདྲ་ཆགས་ཀྱི་རེད་ལོ་རྒྱུས་ཀྱི་གནས་བབ་ཀྱི་སྒང་ལ་དྲི་བ་གཅིག་བཏང་ནས་ཐག་གཅོད་ཐུབ་ཡག་གི་གནས་སྟངས་གཅིག་ཆགས་ཀྱི་ཡོད་མ་རེད་བ། གྲོས་ཚོགས་འདི་ནང་ལོག་གླེང་ཟིན་པ་གྲོས་ཚོགས་ཚོགས་དེ་སྙན་གྱི་ཚོགས་དུས་དང་རང་ནང་གླེང་ཟིན་པའི་གནད་དོན་གཅིག་དྲི་བ་ཆོག་མིན་གྱི་ནང་ལོག་ལ་ཡང་ཚད་གཞི་གཅིག་དེ་ལན་འདེབས་ཟིན་པ་བཅས་ལ་ཡང་བསྐྱར་དྲི་བ་མི་ཆོག་ཟེར་ཡག་གི་ཡོད་རེད། སྐབས་དེ་དུས་ཚན་པ་ཚིག་ག་རེ་བེད་སྤྱོད་བཏང་ཡོད་མེད་དེ་ཀུ་རེ་ཅི་ཏེ་རྣམ་པ་ཚང་མ་ལོག་མཆན་མཆན་པ་རེད་གྲོས་ཚོགས་ནས་ཕྱི་གཏན་ཞུ་དཀའ་ཡི་གནས་སྟངས་དེ་ལས་ཆགས་ཡོད་རེད། དེ་ཡིན་ཚན་པ་ད་འདི་འདྲའི་གཅིག་གླེང་སློང་བྱས་པ་ཡིན་ན། ང་ཚོ་རྩ་དོན་ལ་ཕན་གྱི་རེད་དང་མ་རེད། དེ་ཚོ་ང་རང་ཚོའི་གི་ཁ་ནས་ལོ་རྒྱུས་ཀྱི་གནས་བབ་དེ་ཚོ་ད་ག་རེ་ཡིན་པ་དེ་གས་དེ་ཕྱི་ཐང་གི་མི་གང་ཡིན་པ་དེ་ཡིན་པ་རེད་ང་ཚོ་ལོ་རྒྱུས་སྦས་ཐུབ་གི་མ་རེད་ཟེར་ངས་ཞུ་གི་ཡོད། ང་ཚོའི་དངོས་ཡོད་ག་རེ་ཡིན་པ་དེ་ང་ཚོ་ངོས་འཛིན་བྱས་ནས་འགྲོ་དགོས་གི་ཡོད་རེད། ཡིན་ནས་ངས་ག་དུས་ནས་ཐ་ན་ལན་གཉིས་པ་ནང་ལ་ཞུས་པ་ནང་བཞིན་བྱས་ནས། དགའ་ལྡན་ཕོ་བྲང་དཔལ་གྱི་གཞུང་གི་བར་ལ་གནས་མི་གནས་ཞེས་ཡ་དེ་ཕྱི་ཐང་ངས་སྐད་ཆ་མང་པོ་བཤད་ཡོད་རེད་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས། རིགས་ལྔ་ཡང་བཤད་ཡོད། བསྡུས་པ་འདི་འདྲ་ཡང་བཤད་ཡོད། དབུ་མའི་ལམ་གྱི་སྒྲུབ་བྱེད་ཀྱི་ཐོག་ནས་ཞུས་ཡོད། དེ་འདྲ་གནས་སྟངས་མང་བོ་ཞུས་ཡོད། འདིའི་ལོ་རྒྱུས་ཀྱི་ང་རང་ག་ཚོད་ཐུབ་ཐུབ་ཅིག་བལྟས་ནས་ངས་ཞུ་གི་ཡོད་རེད་མ་གཏོགས་ཆེས་ངས་ལོ་རྒྱུས་མ་བལྟས་པར་ངས་ཞུ་གི་ཡོད་མ་རེད། ག་ཚོད་ཐུབ་ཐུབ་ཀྱི་ད་དུས་ཚེས་གྲངས་ཡིན་རྗེས་ནས་ངས་པ་བྱས་བྱས་ཞུ་གི་ཡོད་རེད། ད་ད་ལྟ་དེའི་དྲི་བ་འདི་འདྲའི་འཕྲོ་མཐུན་དྲི་བ་འདི་འདྲ་ཞིག་བཏང་ཡོང་ནས་ཨ་རིའི་སྲིད་སྐྱོང་གི་ཁ་ནས་ཅི་མང་པོ་ཅིག་དོན་དགོས་ཡག་གི་གནས་ཚུལ་ཆགས་པ་ཡིན་ན་དེ་གའི་དེ་ང་ཚོ་ལ་ཕན་གི་རེད་ཕན་གི་མ་རེད། གཞུང་ནང་རྒྱ་ནག་གི་བེད་སྤྱོད་ལོག་པ་བཏང་གི་རེད་བཏང་གི་མ་རེད། དེ་ཚོ་ཕྲན་ག་དེ་བཞག་ནས་ལོ་རྒྱུས་གི་གནས་བབས་ཟེར་ཡག་དེ་གྲོས་ཚོགས་གི་ཕྱི་ལོག་ལ་དཔེར་ན་སྲིད་སྐྱོང་གི་བཤད་སྟངས་ཅིག་འགྲིག་མི་འདུག་ནས་མཁས་པའི་གི་ཚོགས་འདུ་ཚོགས། ཨ་རིའི་སྲིད་སྐྱོང་གི་དེ་རེད་མི་འདུག་ཟེར་ན་ནས་ཐག་གཅོད་ཆེད་གསུངས་ཡོང་པ་ཡིན་ན་དེ་ང་ཚོ་ངོས་ལེན་བྱེད་ཐུབ་ཡག་ཅིག་རེད་ངས་ནོར་ཡོད་ན་ངས་དགོངས་དག་ཞུ་ཡག་རེད། དེ་མ་གཏོགས་ཅིག་གི་གྲོས་ཚོགས་ནང་ལོག་ལ་ཡག་དྲི་བ་ཅིག་བཏང་ནས་བདེ་དགེ་སེར་བོ་ཕྱག་མཐུ་ཡག་དང་དྲི་བ་བཏང་སྟངས་དེ་ཡང་སྒྲིག་གཞི་དང་མཐུན་མིན་ཞེས་ནས་ཞུ་དགོས་ཡག་གི་གནས་བབ་འདྲ་བོ་དེ་དེ་འདྲ་ཡིན་ང་ཚོ་ཆ་ཚང་གཅིག་ད་དཔལ་ལྡན་ཚོགས་གཙོ་མཆོག་དང་ང་ཚོ་མཉམ་དུ་དཀའ་མོད་ག་རེ་བྱུང་ཡོད་མེད་དང་དེ་ཚང་མ་ང་ཞུ་ཡག་གི་འདོད་པ་མེད། གྲོས་ཚོགས་ནང་ལ་རྙོག་དྲ་བཟོ་ཡག་གི་འདོད་པ་མེད། ཡིན་པ་ཡིན་ནའི། སྐབས་དང་དུས་སོ་སོ་སོ་ལ་ཡང་གནས་བབ་དེ་ཚོ་མ་ཞུས་པ་འདྲ་བོ་བྱིན་པ་ཡིན་ན་ཏག་ཏག་བསྡད་གི་མི་འདུག་ཨ་ནུ་གྲོས་ཚོགས་ཀྱི་འགྲོ་ལུགས་དེ་མ་འོངས་པ་ག་འདྲའི་ཆགས་ཡོང་གི་རེད། རེད་བ། ཁྱེད་སེར་བྲི་བ་ཡིན་པ་ཡིན་ནས་དེ་ལ་ཞུས་པ་ཡིན། དེ་ནང་ལོགས་ལ་སངས་རྒྱས་ཀྱི་གནས་ཚུལ་ཡོད་རེད་སངས་རྒྱས་གནས་ཚུལ་བྲི་མ་ཆོད་ཡ་དེ་ག་དེ་ཨ་ནི་བྲི་བཅུག་པ་ཡིན་ན་གྲོས་ཚོགས་ཀྱི་བཀའ་ཤག་ལན་མ་བརྒྱབ་པ་ཡིན་ན་འགན་ཁྱེད་མ་སྲུང་ཟེར་ཡ་སྐད་ཆ་དེ་ཡོང་གི་རེད་བ། ཁྱེད་ཚང་ས་མཚམས་གཟིམ་ཡ་དེ་འགན་དབང་དེ་སུ་ལ་ཡོད་རེད་དེ་ག་འདྲས་གཟིམ་དགོས་ཀྱི་ཡོད་མེད་ད་ལྟ་དེ་རྗེས་ལ་གྲོས་དོན་བྲི་བ་ལ་ལན་བརྒྱབ་ཐུབ་ས་མ་རེད་གལ་སྲིད། དོ་བདག། དྲི་བ་གཙང་ངེས་ཀྱིས་དེ་ཁུངས་སྐྱེལ་མ་བྱེད་ཀྱི་བར་དུ། ཨ་ནི་ཁུངས་སྐྱེལ་བྱེད་ཡག་གི་ལམ་ཁ་དེ་དྲི་བ་དྲིས་ལན་གྱི་དུས་ཚོད་ལས་ཡོལ་མ་རེད། ཨ་ནི་འདི་ཐ་ལམ་ག་འདྲའི་བཤད་གནང་གི་ཡིན་ན་དེ་ཁུངས་སྐྱེལ་མ་བྱེད་ཀྱི་བར་དུ། ཨ་ནི་འཕྲོས་དོན་དྲི་བ་ལན་རྒྱག་ཐུབ་ས་མ་རེད་ཞེས་ཞོར་ལན་རྒྱག་ཡས་མེད་པ་དེ་འདྲའི་མེད་ཞེས་ཞུ་བ་ཡིན། དྲི་བ་དྲིས་ཡག་གི་ལས་རིན་དེ་ནོར་ལོ་ཏག་ཏག་ཚིག་ཏུ་ཡོད་ས་དེ་འབྲི་གི་འདུག་འགས་མེད་ཏག་ཏག་བསྡད་དུ་ཡོད་ཞེས་ཞུ་བ་ཡིན། ཨ་ནི་འོང་འཕྲོས་དོན་དྲི་བ་ལན་ནོར་མ་ནོར་དེ་དོ་བདག། ལན་འདེབས་བྱེད་མཁན་གྱི་སྐོར་འགན་ཁུར་ལན་འདེབས་བྱེད་ཡག་ལ་རག་ལས་རེད་མ་གཏོགས་འདི་ནས་ཚོགས་རྫི་ཐ་སྐྱིད་དུ་དེའི་བཀའ་བཏང་ནས་གལ་ཞེ་ཡ་མི་འདུག་ཟེར་ཤོག་ཡིན། ཨ་རིའི་ཚོགས་གཙོ་གིས་རྒྱུ་མཚན་ག་རེ་བསྟན་ནས་ལན་རྒྱག་འདོད་མེད་ན་རྒྱག་གི་མ་རེད་ཟེར་ཡ་དེ་ཐག་གཅོད་ག་ཅིག་བྱེད་ཀྱི་ཡོད། ལན་རྒྱོག་འདོད་མེད་ན་རྒྱོག་གི་མ་རེད་ཟེར་ནས་གལ་ཞེ་མེད། ད་ནི་ཆོས་དད་དྲི་བ་ལ་ལན་གནང་གི་མེད་ན་ནི་ཚོགས་གཙོས་འདི་ནས་བཀའ་བཏང་ནས་གནང་གི་རེད་ཟེར་ཡ་གལ་མི་འདུག་ཟེར་དེ་ཞུ་གོ་རེད། དེ་རྒྱོག་གི་མ་རེད་ཟེར་གལ་ལོག་ཡ་མ་རེད། ད་ལྟ་འདི་ལ་བཀའ་བཏགས་ཅན་གྱི་དྲི་བ་ཕེབས་ཚར་རེད། ན་བདུན། ཟླ། ཟླ་དྲག་པོ་གཅིག་དང་དོགས་གཅོད་གཅིག་དང་དེ་འདྲ་གཅིག་འོག་ནས་སླེབས་རྒྱུ་རེད། དེ་ཐོག་ཐུག་ཐག་ཆོད་རེད། ད་འདི་ལ་སླེབས་ནས་ཡིག་ཐོག་ནས་ལན་ཕེབས་མཁན་དེ་ཡང་ལན་ཕེབས་བསྡད་ཡོད། གྲོས་ཚོགས་འཐུས་མིས་བཤད་ངག་གིས་མཐོང་བསྡད་ཡོད། ད་མདོར་འཕྲོས་དོན་དྲི་བ་ཡང། དོ་བདག། དཀའ་རྟགས་ཅན་གྱི་དྲི་བ་གནང་མཁན་ཁོ་རང་གི་བཏང་ཚར་དེ་ལ་ལན་ཡང་ཕེབས་སོང། ད་ག་ནང་བཞིན་འཛིན་སྐྱོང་བཀའ་ཤག། སྲིད་སྐྱོང་གི་ངོས་ནས་གསལ་བཤད་གསལ་བོ་གནང་སོང། ད་འདི་ནས་མར་ཁ་བ་འགྲོ་གི་རེད། ཁ་བྱང་ཁ་བ་འགྲོ་གི་རེད། གནས་སྟངས་ཁ་བ་ཆགས་ཀྱི་རེད། དར་མདོ་ཚོགས་གཙོ་གི་མར་ལྷོད་གི་འདུག་དེ་འགན་དེ་ཚོགས་གཙོ་ལ་ཡོད་རེད། ཁྲིམས་དང་སྒྲིག་གཞི་ནང་ལ།
འཛིན་སྐྱོང་གིས་དྲི་བ་དྲིས་པ་ལ་འགན་འཁུར་བའི་ཐོག་ནས་ལན་རྒྱག་དགོས་རེད་གསུངས་སྒྲིག་གཞི་ནང་གསལ་འདུག་འདི་སྒྲིག་གཞི་ནང་འགལ་བ་གྱིས་ཚོགས་གཙོ་གིས་འདི་སྟངས་འཛིན་བྱེད་མ་ཐུབ་པའི་རྒྱུ་མཚན་ག་རེད། མ་འོངས་པ་ལ་རང་བཙན་རྩོད་པའི་སྐབས་ལ་ཡིན་གཅིག་མིན་གཅིག་ལོ་རྒྱུས་གནས་བབ་ཁོ་ན་བཞིན་འཛིན་ན་མ་གཏོགས་རྩོད་མི་ཆོག་རེད་བས་སེ་དེ་གཉིས་དྲི་བ་ཞིག་རེད།
དེ་འབྲེལ་དྲི་བ་གནང་མཁན་དཔལ་ལྡན་སྲིད་སྐྱོང་མཆོག། ད་དེ་ལ་དཔྱད་པ་བྱ་ཡག་དང་དེ་འབྲེལ་གྱི་འདོད་པ་རྩ་བ་ཉིད་ནས་མེད། ཡིན་ནའི་དྲི་བ་ཨ་མ་འདི་ལ་བརྟེན་ནས་འཕྲོས་དོན་དྲི་བ་ཡོང་གི་ཡོད་པ་སོང་ཙང་འཕྲོས་དོན་དྲི་བ་ག་ཚོད་སླེབས་པ་ཡིན་ནའི་དེ་ལ་ཡང་ལན་ཞུ་མོ་བ་བྱེད་ཞོར།
ད་འཕྲོད་བསྟེན་དྲི་བ་གོ་བགོ་ཕུལ་ན་ལན་མ་འདོན་ན་ནི་ནོམ་པ་ཚོ་དཀའ་ངལ་རང་བཞིན་ཆགས་བསྡད་ཀྱི་རེད། དེ་འདྲས་ནི་ཁོ་རང་དེ་ག་རང་མཇུག་རྫོགས་པ་ཤེས་ནི་དེ་ནས་གཤོམ་གི། ལས་རིན་དེ་མ་འགྲོ་ཡ་ལ། ཚོགས་རྫས་དེ་འབོད་གི་ཤོད་ཡིན།
བ་འདི་ཚོགས་ཤོག་ད་ལྟ་བར་དུ་གྲོས་ཚོགས་ནང་ལ་ཡང་ལས་རིམ་ནམ་ཞར་ཞུ་མུ་ག་ཡ་གཙོ་འདོན་སུ་རུབ་བྱས་འགྲོ་བསྡད་ཀྱི་ཡོད། ད་ལྟ་འདི་གྲོས་ཚོགས་ལས། འཛིན་སྐྱོང་བཀའ་ཤག་གི་ངོས་ནས་གྲོས་ཚོགས་ལས་ཡ་རྒན་ཁི་ཡ་ལན་རྒྱ་ཡ་ཅི་རྒྱ་ཡ་དང་འབྲེལ་བའི་གི་ཐོག་ནས་ཨ་ནི་པ་ནི་ཚོགས་གཙོ་མཆོག་ད་ལྟ་བཀའ་གནང་བཞིན་ཡོད་དེ་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་རེད་དེ་བཞིན་དུ་བཀའ་ཤག་གིས་གྲོས་ཚོགས་ལས་ཡ་ད་རྒན་ཁི་གི་མི་འདུག་ཟེར་ཡ་གི་རྣམ་པ་དེ་རང་བཞིན་གི་དོན་ཡོད་འགོར་ད་ལྟ་བཀའ་ཤག་གིས་ག་རེ་ཞུ་གི་ཡོད་རེད་ཟེར་ན་དེའི་ནང་ལོགས་ལས་ཡ་ཆ་ཅན་ཅིག་འདུག་བ་ཨ་ཨ་ཟེར། དེ་མ་ཡིན་པ་བྱེད་ཅེས་དྲི་བ་ག་རེ་བཏང་ཡོང་བ་ཡིན་ན་བཀའ་ཤག་གི་ལན་ཁི་ཡ་འདོད་པ་ཡོད། དེ་ལ་ཡ་ཁྲུན་ཐག་ཆོད་པའི་གི་ཨ་ནི་བརྗོད་ཚིག་ཅིག་འདུག་བ། འཁྱོག་བཤད་དང་ལོག་འགྲེལ་བཤད་དེ་དེ་ཐག་གཅོད་ཚར་འདུག་བ། ད་འདི་ལབ་དུས་དྲི་བ་འདི་ལ་གཞི་བཞག་ནས་འཕྲོས་དོན་དྲི་བ་བཏང་ཡོང་ན་འདི་རང་ཅག་གནས་སྟངས་གནས་བབ་ཀྱི་ཐོག་ནས་ཡོང་གི་ཡོད་རེད། དེ་ཡིན་དུས་བསམ་པ་ལ་འདིའི་ཕྱི་ནས་ལན་རྒྱག་གི་མེད་ཟེར་ནས་ཞུ་གི་ཡོད་རེད་མ་གཏོགས་ཚིག་དེ་མེད་པ་བྱེད་ཅེས་དྲི་བ་བཏང་ཡོང་པ་ཡིན་ན་ང་ཚོ་ལན་རྒྱག་གི་མེད་ཟེར་ནས་ག་ཅིག་ནས་ཞུ་གི་རེད། དོ་བདག་གི་འགན་འཁྱེར་དགོས་ཀྱི་རེད་ཞེས་ཡ་དེ་ད་ལྟ་བཅའ་ཁྲིམས་འདི་ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་དོན་ཚན་ནང་གསེས་གསུམ་པ་འདི་ལ། དྲི་བ་ཆོག་མིན་གྱི་ཚད་གཞི་རེད་དྲི་བ་བཏང་མ་ཆོག་ཡག་གི་ཚད་གཞི་དེ་ག་རེ་ག་རེ་རེད་ཞེས་དུས་ཨ་ནི་ནང་གསེས་གསུམ་པ་ནང་ལོགས་ལ་དྲི་བ་ན་ཁ་ཚོན་ཆོད་པའི་བརྗོད་ཚིག་ཡོད་ཚེ་དེའི་ཁུངས་སྐྱེལ་འགན་དབང་སྤྱི་འཐུས་དེ་རང་གིས་བྱེད་དགོས་ཞེས་ནས། དེ་ཡིན་དུས་ད་གྲོས་ཚོགས་འདིའི་ནང་ལོགས་ལ་ཡང་བསྐྱར་འདི་གང་འཕྲོས་དོན་དྲི་བ་བཏང་ཡོད་པ་ཡིན་ན། སྤྱི་འཐུས་དེ་གིས་གསུངས་བཞག་པ་དེ་ག་རང་བདེན་པ་ཡིན་པ་གཞི་བཞག་བྱས། བཀའ་ཤག་གིས་འཁྱོག་བཤད་བྱེད་ཀྱི་ཡོད་པའི་ངོ་བོ་གཅིག་གི་ཐོག་ནས་ལས་རིམ་དེ་འགྲོ་གི་ཡོད་རེད་པས་ག་འདྲའི་ཞིག་ལ་འགྲོ་གི་ཡོད་རེད་བཀའ་ཤག་ལ་འདི་སེམས་ཐབས་ཡོད་རེད། བྱས་ཙང་ཁྲིམས་དང་སྒྲིག་གཞི་གི་འགན་འཁྱེར་དགོས་ཡ་ཡོད་རེད་ལན་རྒྱག་པ་ད་ལྟ་བར་དུ་ལོ་བཞི་ལྷག་ཕྱིན་སོང། གྲོས་ཚོགས་འདི་ནང་ལོགས་ལ་བཀའ་ཤག་གིས་འགན་མ་འཁྱེར་བའི་རྩ་བ་ཉིད་ནས་བྱས་མེད། ཨ་ནེ་ཚོགས་མཆོག་གིས་ཁ་ཆེན་འདིའི་སྐོར་དེ་ལ་ཡང་ཐག་གཅོད་གནང་པའི་སྐབས་དེ་ལ་མ་འོངས་པར་དྲི་བ་ལ་ལན་བརྒྱབ་ཡ་མ་ཡོད་ཡག་གི་ཆེད་དུ་བྱེད་ཀྱི་ཡོད་གསུངས། འདི་གལ་ཆེན་པོ་རེད། མ་ཡོད་ཡག་གནང་དགོས། ཡིན་ནས་ཁྲིམས་དང་སྒྲིག་གཞི་གཞིར་བཟུང་བྱས་ནས་ངས་ཡང་བསྐྱར་ནན་ཏན་བྱས་ནས་ཞུ་གི་ཡོད། ཁ་ཆེན་ཡིན་མེད་ག་ལེར་ཞུས་པ་ཡིན། ཁྲིམས་དང་སྒྲིག་གཞི་གི་འགན་དེ་ང་ཚོར་ཡོད་རེད། དེ་ཡིན་དུས་ཚན་པ་དྲི་བ་བཏང་ཆོག་གི་རེད་ལན་ང་ཚོས་ཞུ་ཆོག་གི་རེད་ཡིན་ནའི་དྲི་བ་བཏང་སྟངས་དེ་ཚད་ལྡན་གྱིས་བཏང་ན་ད། དང་པོ་ཁོ་རང་ནས་དཔེར་དེ་ཐག་གཅོད་བྱེད་དུས་ཁ་ཆེམས་ཆོད་པ་གྱིས་གསུངས་འདུག་བ། དེ་ཡིན་དུས་ད་དེའི་འགན་དེ་གྲོས་ཚོགས་དེ་ནང་ལ་ཁུངས་ག་འདྲ་ཞིག་སྐྱེལ་གི་རེད་ད། ཀུ་རེ་སྤྱི་འཐུས་དྲི་བ་བཏང་ལ་ངན་ལན་བཀའ་འཕྲོད་དོན་དྲི་བ་མ་བཏང་ཡ་ཡོད་མ་རེད་གསལ་བཤད་བྱེད་ཡ་གོ་སྐབས་ཡོད་མ་རེད། དེ་ཞུ་ནོར་བ་དེ་སུས་ཞུ། སྤྱི་འཐུས་གསལ་བརྡ་ཐོན་ནས་ལ་ལས་རིགས་རྣམས་ལས་སོང་ན།

དེ་ལ་ལས་རིན་ནམ་ཞབས་བཏང་བའི་ལུས་པད་དེ་གྲོས་ཚོགས་ཀྱི་ཁ་ཕྱོགས་དེ་ཞེན་པ་གཅིག་གི་ཁྲིད་འགྲོ་བ་ཡིན་པ་ཡིན་ན། ང་འགྲོ་བས་ན་ད་ལྟ་གི་སྐར་ཚོགས་ཅན་གྱི་དྲི་བ་འདི་གི་སྒང་ལ་ཨ་ནི་ཁྲིད་དོན་དྲི་བ་དེ་གི་མུ་མཐུད་དུ་ཕྱིན་པ་ཡིན་པ་ཡིན་ན། ངས་བསྡུ་ར་སེ་གཅིག་ལ་གོ་གི་མེད་ད། སོ་སོ་སྒེར་ངོས་ནས་ཟིང་བཅོས་ཀྱི་ངོས་ནས་འདི་འགྲོ་ཐུབ་ཡ་མི་འདུག་འོས། སྒྲིག་གཞི་ནང་ལ་གསལ་བསྡད་པ་བཅས་ཨ་ནི་འཛིན་སྐྱོང་བཀའ་ཤག་གིས་ཁས་ལེན་མ་བྱས་པ་བཅས་འགྲེལ་བྱེད་རྒྱག་ལེན་རྒྱག་གི་མེད་ལགས་ཡོད། འདི་ཁྲིམས་དང་སྒྲིག་གཞི་མ་མཐུན་ན་ཚོགས་གཙོ་གིས་ཁ་འཆིང་གཏང་རྩིས་བྱེད་ཐུབ་དགོས་མ་རེད། དཔལ་ལྡན་ཚོགས་གཙོ་མཆོག་གིས་དེ་ལས་ཐག་གཅོད་ཀྱི་གནང་གྲུབ་སོང་ངམ། ཐག་གཅོད་ཀྱི་གནང་གྲུབ་མེད་ན་ཐག་གཅོད་དེའི་ཐོག་ལ་སོར་གནས་གནང་ན་ཡག་པོ་ཡོད་རེད། ཡང་མིའི་ཁ་ཅིག་བོད་པའི་ཤུགས་ཆེ་ཡ་ཅིག་གིས་བཤད་ཡོང་དུས་དེ་ནས་ལམ་སྦྱངས་དེ་ཡང་ངོས་ལེན་བྱེད། བྱེད་དུས་དེ་ནས་འཁྲུག་ཡ་ཚ་བ་དེ་ནས་འཁྲུག་ཡོང་གི་འདུག་བ་དགོངས་འགལ་མེད་པ་ཞིག། སྤྱི་འཐུས་དེ་ལས་ཁུངས་སྐྱེལ་བྱེད་གོ་སྐབས་ཡོད་ལ་ཡོད་མ་རེད་དོན་ཚན་ཡོད་ན་གསལ་བོ་གསལ་རྐྱང་དྲིལ་སྒྲོག་བྱ་ཡ་ནི་མ་རེད་གཞན་པ་དངོས་གནས་ད་ནས་ཁ་སང་ནས་བྱེད་པ་འདི་སོགས་སུ་ཕྱོགས་གང་གསུངས་པ་ཉན་ནས་འགྲུག་གི་ཡོད་དོ་བདག་དང་གཉིས་ཡིན་ན་ཉན་ནས་འགྲོ་ཡ་ལ་གང་གི་ཁྱད་མེད་ཡིན་ན་ལས་ཁྲིམས་སྒྲིག་གཞི་གང་ཐུག་ཡོད་འདུག་བསམ་པ་ཉན་ཐུག་མི་འདུག་ཤོད། ཁྲིམས་སྒྲིག་ལ་རྒལ་ནས་ང་ཚོ་འདི་ལོ་མི་སེར་སྤྱོད་ཡོད་མ་ད་ཐག་སྤྱོད་བཅུག་ཡ་རེད། དེ་སྲིད་སྐྱོང་གི་ངོས་ནས་ཞུ་ཡས་འདི་ཁྲིམས་དང་སྒྲིག་གཞི་གི་ཆ་རྐྱེན་གཅིག་གི་འོག་ནས་ཞུ་གི་ཡོད་རེད་འདི་ལ་ཆུ་ནི་རང་ཐུགས་སྣང་གནང་གི་ཡོད་མ་རེད། འདི་ཁྲིམས་དང་སྒྲིག་གཞི་གི་ཆ་རྐྱེན་རེད། བཅའ་ཁྲིམས་ནང་ལོགས་ལ་སྤྱི་ཡོངས་ཀྱི་ཆ་རྐྱེན་ཡོད་པའི་ནང་ལོགས་ནས་ཡང་ག་ཤེད་ལ་དམིགས་བསལ་བཟོས་བཞག་པ་དེ་འདྲ་ཡོད་རེད་ད་ལྟ་འདིའི་ནང་ལོགས་ལ་འདི་དང་འབྲེལ་བའི་ཐོག་ནས་ཞུ་གི་ཡོད་རེད་བ། ཁ་ཚོན་ཆོད་པའི་བརྗོད་ཚིག་ཅིག་ཡོད་ན་དོ་དམ་རང་གིས་ཁུངས་སྐྱེལ་བྱེད་དགོས་རེད་ཟེར་ཡ་འདི་ལ་ཁར་བསྡད་ཡོད་རེད། ད་ད་ལྟ་གསུང་བབ་འདི་གར་གསུང་དགོས་རེད་ཟེར་ན་འདི་དང་འབྲེལ་བ་མེད་པ་དེ་འདྲ་ཡིན་ན་གསུང་ཆོག་གོ་ཟེར་ན་འདིའི་ཆ་རྐྱེན་འདི་གར་ཆགས་ཀྱི་ཡོད་རེད་ཟེར་ན་དྲི་བ་ངོ་མའི་ནང་ལོགས་ལ་ཚིག་དེ་མ་བཏོན་གནང་བ་ཡིན་ན་ཨ་ནི་ང་ཚོ་ལན་འདི་གའི་དངོས་སྒྲུབ་དངོས་ལེན་གྱི་ལན་དེ་འབྲི་དགོས་ཡ་ཡོད་མ་རེད་ཨ་ནི་དྲི་བ་མ་བརྒྱབ་ལན་བརྒྱབ་ནས་འགྲོ་ཡ་རེད་ཁོ་དྲི་བ་ག་རེ་ཡོད་པ་དེ་ལ་དེ་མ་གཏོགས་གཅིག་གི་དྲི་བ་ངོ་མ་རང་རོགས་ལ་འདི་ལྷག་བསྡད་ཡོད་པ་ཡིན་ན་དེ་བཀའ་ཤག་ལ་སྐྱོན་འཛུགས་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་དེ་དགོངས་པ་བཞེས་གནང་རོགས་གནང་བཀའ་ཤག་གི་ཁ་ཕྱོགས་དེ་ཡ་དགོངས་པ་བཞེས་རོགས་དེ་དཔུང་ངོམ་ཡག་གི་ཆེད་དུ་མེད་གལ་དགོས་ཅིག་མེད་སྒྲིག་གཞི་གི་ཆ་ཅན་ཅིག་གི་འོག་ནས་དོ་བདག་གིས་ཁུངས་སྐྱེལ་བྱེད་དགོས་རེད་ཟེར་དུས་ད་དོ་བདག་ཁུངས་སྐྱེལ་ག་འདྲས་བྱེད་ཀྱི་རེད། ག་འདྲ་བཀའ་ཤག་གིས་གཅིག་བཤད་པ་ཡིན་ན་དེ་གའི་ཚང་མ་ལོ་འཁྱོག་བཤད་དང་ལོག་འགྲེལ་ལ་བརྩི་གི་རེད་པས་ག་ཚོད་ད་ལྟ་བཤད་པ་དེ་ལོག་འགྲེལ་དང་འཁྱོག་བཤད་རེད་ལབ་པར་རོགས། ད་དེ་འདྲའི་ཆེད་ལ་གྲོས་ཚོགས་ཀྱི་ངོས་འཛིན་བྱེད་ཕྱིན་པ་ཡིན་ན། ཨ་ནི་བཀའ་ཤག་གིས་སྐད་ཆ་བཤད་རྒྱུའི་གནས་བབ་དེ་ག་རེ་ཆགས་ཀྱི་རེད། དྲི་བ་ཆེན་པོ་འདི། ལོ་རྒྱུས་དང་རྩ་དོན་གྱི་སྒང་ལ་སླེབས་ཡོང་གི་བ་རེད་དེ་ང་ཚོའི་གྲོས་ཚོགས་ཀྱི་འགྲོ་ལུགས་ཀྱི་གནས་སྟངས་གཅིག་རེད་དེ་འགན་འཁྱེར་དགོས་ཀྱི་ཡོད་རེད་འགན་འཁྱེར་གྱི་ཡིན་ཞུ་གི་ཡོད་རེད་མ་གཏོགས་ཅིག་གིས་འགན་འཁྱེར་གྱི་མེད་ཟེར་ན་རྩ་བ་ཉིད་ནས་ཞུ་གི་ཡོད་མ་རེད། ཡིན་ནས་བྲིས་སྟངས་དེ་ཆ་ཅན་དེ་འདི་གསལ་པོ་ཅིག་བཟོ་དགོས་ཀྱི་རེད། དེ་ཞུ་གི་ཡོད། བསྟུན་དྲི་བ་དྲི་ངན་གྱི་དྲི།

གནས་སྟངས་དེ་ཐབས་ལོང་ཚད་དགོས་བ་རེད་ཐབས་ལོང་ཐོག་ལས་ཡོང་དགོས་བ་མ་རེད་ད་དེ་མ་ཡོང་གསལ་བོ་ཤེས་བོ་ཆགས། ཨ་འདི་སོ་ཆོ།
ད་ལས་རིམ་གྲོ་ཡས་རང་གི་ཆེད་དུ། དེ་བྱེད་གི་ཡོད། ཡིན་ནས་གསལ་བོ་བྱེད་ནས་ཞུ་ཡ་ལ་དྲི་བའི་གི་དངོས་གླེང་ནང་ལ་ཡོད་བ་ཡིན་ནས་རེད་དྲི་བ་ནང་ལ་ཡོད་བ་ཡིན་ནས་རེད་དེ་དྲི་བའི་ཆ་ཤས་རེད་དེ་ནང་ལོག་ལ་ཡང་ཨ་ནི། དེ་སྲིད་སྐྱོང་གི་ལོ་རྒྱུས་ལ་ཡང་འཁྱོག་བཤད་བྱས་ཤག་ཟེར་ཡག་དང། འགྲེལ་འགྲེལ་ལོག་བྱས་ཤག་ཟེར་ཡག་དེ་དུས་ནམ་ཡང་ངོས་ལེན་བྱེད་ཀྱི་མེད། གལ་སྲིད་དེ་འགྲེལ་ལོག་དང་འཁྱོག་བཤད་བྱས་ཡོད་པ་ཡིན་ན་ཨ་ནི་ང་ཚོ་སྡེང་ཆ་ཕྱི་ལོག་ལ་ག་བ་ཡིན་ན་ང་ཚོ་གཏུགས་ཆོག་གི་རེད་ལོ་རྒྱུས་སྒང་ལ་ཡང་ག་རེ་ཡིན་གཏུགས་བཞིན་དེ་ཚང་བ་ཉིད་ནས་ངོས་ལེན་ཞུ་ཐབས་མེད་བཞིན་ནི་དེ་ཅིག་ཞུ་བའི་ཐོག་ནས་ག་རེ་ཟེར་ན་ད་འཛིན་སྐྱོང་ལ་ཡང་ཤུགས་སྣོན་སྤྲད་ངེས་སོ་རུ་ཆགས་འདུག་གྲོས་ཚོགས་དེ་ཡག་པོ་འགྲོ་ཡག་གི་ཆེད་དུ་འཛིན་སྐྱོང་རྐྱང་རྐྱང་གཅིག་གི་མགོ་བསྐུར་ཏེ་དགོས་ཀྱི་ཡོད་བསམ་རུ་ཆགས། དེ་འདྲའི་གཅིག་གི་གནས་སྟངས་སུ་རུ་འཆར་འདུག་དེ་ཡིན་ན་ཁྱད་པར་གྱེས་མི་འདུག་ད་ཡིན་ནས་ཁོར་ཡུག་ཡག་པོ་ཡོང་ཡག་གི་ཆེད་དུ་ངས་དེ་ལན་ཞུ་གི་ཡོད་ཕྱིན། ངས་དེ་ལན་གཉིས་པའི་ནང་ལོགས་ལས་ཡང་མདོ་སྟོད་དང་མདོ་སྨད་གཉིས་དེ་ཨ་ནི་མ་འཕྱུག་གི་ཁོངས་གཏོགས་སུ་ཡོད་རེད་པས་ཡོད་མ་རེད་དེ་བརྩི་གི་ཡོད་པས་མེད་པས་ཕྱིན་དྲི་བ་འདི་བཏང་བ་རེད། ངས་འདི་རྩ་བ་ཉིད་ནས་ཤེས་མ་མྱོང་ཕྱིན། ལབ་པ་ཡིན། མ་འཕྱུག་ཟེར་ཡ་འདི་རྩ་བ་ཉིད་ནས་ཤེས་མ་མྱོང། དགའ་ལྡན་ཕོ་བྲང་དཔལ་གྱི་གཞུང་དང། ཨ་ནི་མདོ་སྨད་ཀྱི་ཁུལ་དང་མདོ་སྟོད་ཀྱི་ཁུལ་བ་ར་ལི་ཡ་མན་ཆུ་སླེབས་པའི་རྗེས་ལ་གནས་སྟངས་ག་རེ་ཆགས་ཡོད་མེད་དེ་ལོ་རྒྱུས་ནང་ལ་གསལ་པོ་ཡོད་རེད། སྤྱི་དཔོན་ཞྭ་བ་བོད་ཀྱི་ལོ་རྒྱུས་ནང་ལོགས་ལས་ཡིན་པ་ཡིན་ནའི། གཅིག་སྟོང་བདུན་བརྒྱ་ཉི་ཤུ་རྩ་གཉིས་ལོགས་ལ་ཡང། ཆིང་ཀུ་ཏེ་བློ་བཟང་བསྟན་འཛིན་དང་བློ་བཟང་བསྟན་འཛིན་དང་མདོ་སྨད་པ་ཚོ་གིས་རྒྱ་ནག་ལ་ཡང་ངོ་རྒོལ་བྱེད་ཆེད་དམག་རྒྱག་པ་རེད། དམག་རྒྱག་ནས་ཤོར་བ་རེད། སྐབས་དེ་དུས་ནས་ཕྱི་ནས་མ་འཇུག་བར་བརྩི་བ་རེད་ཟེར་ཡ་ཞིག་འདུག་དེའི་རྗེས་ལ་མདོ་སྟོད་ཀྱི་གནས་བབ་དེ་ཆགས་ཡོད་རེད། འབྲི་ཆུ་ཤར་གྱི་ཡིན་ན་རེད་གང་ལྟར་མདོ་སྟོད་ཁྱོན་ཡོངས་ཀྱི་ཡིན་ན་གནས་བབ་དེ་ཆགས་ཡོད་རེད་དེ་ང་ཚང་མ་ལོ་ད་དེ་གྲོས་ཚོགས་ནང་ལོགས་ལ་ཡིན་གཅིག་མིན་གཅིག་ཁོ་ལོ་རྒྱུས་ཀྱི་རྫུན་སྒྲ་མ་རེད་བ་དེ་ང་ཚོ་ཚང་མ་ལོ་ཆབ་སྲིད་པ་རེད་དེ་གནས་པ་མི་འདུག་བསམ་པ་ལས་ཡང་འདི་བཤད་མོ་ག་བྱུང་ན་བསམ་ནས་གང་ལྟར་མ་འཇུག་ཆ་ཤས་རེད་ཟེར་ནས་མ་འཇུག་ཁོང་ཏོག་རེད་ཟེར་ནས་ངའི་ལབ་མོ་ག་ཡའི་རྒྱུ་མཚན་དེ་ག་རེད་ཟེར་ན། ཁམས་དང་ཨམ་གཏུགས་ཀྱི་ལོ་རྒྱུས་ཀྱི་གནས་བབ་དེ་རྙོག་དྲ་ཚ་པོ་ཞི་བོ་བརྒྱུད་སྤྱི་ཡོངས་ནས་ང་ཚོ་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་དེ་ལྟ་དགོས་ཀྱི་ཡོད་པ་ཡིན་ན། མི་རིགས་ཀྱི་གནས་བབ་ཀྱི་ཐོག་ནས་གཅིག་ལྟ་དགོས་ཀྱི་ཡོད་རེད། མི་རིགས་ཀྱི་གནས་བབ་ཀྱི་ཐོག་ནས་ལྟ་ན་བོད་ཆོལ་ཁ་གསུམ་འདི་ག་ཚང་མ་ལོ་ང་ཚོ་མི་རིགས་གཅིག་ཆགས་དེ་ཡོད་རེད། དེའི་ད་ཆོས་དང་རིག་གཞུང་གི་ཐོག་ནས་བྱས་པ་ཡིན་ན། ང་ཚོ་བོད་ཆོལ་ཁ་གསུམ་གྱི་མི་རིགས་འདི་གའི་ཚང་མ་ལོག་ལ་ཡང་ཆོས་དང་སྐད་ཡིག་དང་རིག་གཞུང་འདི་གའི་ཚང་མ་ལོག་གཅིག་པ་གཅིག་རྐྱང་ཆགས་བསྡད་ཡོད་རེད། རེད་བ། ཆོས་རྒྱུད་ཀྱི་འབྲེལ་བའི་ཀྱི་ཐོག་ནས་བཤད་པ་ཡིན་ན། ཆོས་རྒྱུད་སོ་སོ་སོས་ཀྱི་ཨ་ནི་དབུས་ཀྱི་མ་དགོན་འདི་གའི་དེ་མང་ཆེ་བ་གཅིག་དབུས་གཙང་ཁུལ་ལ་ཡོད་པ་དང་ཨ་ནི་ཡན་ལག་དེ་གའི་ཚང་མ་ལོ་མདོ་སྟོད་སྨད་ཁུལ་ལ་ཡོད་པ་དང་དེ་གི་འབྲེལ་བ་ག་འདྲས་ཡོད་མེད་དང་བླ་མ་སོ་སོ་སོས་ཀྱི་ཨ་ནི་མངའ་དབང་ག་འདྲས་ཡོད་མེད་དང་དེ་ཚོ་ཚང་མ་ལོ་ང་ཚོས་ཤེས་བཞིན་པ་རེད། ས་གནས་སོ་སོ་སོའི་ནང་ལོ་ལ་ཡང་དཔོན་དང་དེ་ཚོ་གི་འཛིན་སྐྱོང་ག་རེ་བྱེད་ཀྱི་ཡོད་མེད་དེ་ཚོ་ང་ཚོས་ཤེས་ཀྱི་ཡོད་རེད་དེ་ཡིན་དུས་བསམ་པ་ལོ་རྒྱུས་ཀྱི་ཆ་ཤས་ཚང་མ་ལོ་གཅིག་པ་མ་རེད་དུས་ཚོད་ཚང་མ་ལོ་ལོ་བརྒྱ་ཡིན་ན་ཉིས་བརྒྱ་སུམ་བརྒྱ་སྡེབ་གཅིག་ལ་ལེབ་གཅིག་ལ་གཅིག་པ་ཡོད་མ་རེད་སྐབས་དེ་དུས་བསམ་པ་དེ་འདྲས་ཅིག་ཆགས་པ་རེད་ཟེར་ནས་བྱ་དགའ་བར་གྱི་དེབ་ནང་ལ་འཁོད་ཡོད་རེད། རྐྱེན་འདི་ལྟར་དགའ་ལྡན་ཕོ་བྲང་དཔལ་གྱི་གཞུང་གི་དང། ཨ་ནི། མདོ་སྟོད་སྨད་གཉིས་ཀྱི་འབྲེལ་བ་སྐབས་དེ་དུས་ག་འདྲ་ཆགས་དུས་ངས་སྤྱི་ཡོངས་ཀྱི་ལོ་རྒྱུས་མ་ཤེས་པའི་སྐབས་དེ་ལ་ཡིན་པ་ཡིན་ནས། གང་ལྟར། ང་ཚོ་མ་རྩ་གང་ལྟར་ཞང་ཞུང་ནས་ཕྱིན་ནས་མ། བཙན་པོའི་རྒྱལ་རབས་ནས་ཕྱིན་ནས་མ་ཡོང་གི་ཡིན་པ་ཡིན་ན་བོད་ཀྱི་མངའ་དབང་ཆེ་ཤོས་དེ་བཙན་པོའི་རྒྱལ་པོའི་སྐབས་ཆགས་པ་རེད། བཙན་པོའི་རྒྱལ་རབས་ཀྱི་ལྷག་པར་དུ་ཨ་ནི། ཆོས་རྒྱལ་ཚོའི་སྐབས་ལ་ཆགས་པར་རོ། དུས་རབས་བདུན་པ་ནས་གོ་བར་ལ། དེའི་མངན་གྱི་བོད་ཀྱི་གནས་བབ་དེ་ག་འདྲས་ཡིན་མེད་དེ་ང་ཚོ་ལོ་རྒྱུས་ནང་དུ་ཡོད་རེད་བ། བྲིས་པ་དང་མ་བྲིས་པ་གཉིས་ཀ། ད་ཆོས་རྒྱལ་མཆོག་གི་རྗེས་ལ་ལོ་བཞི་བརྒྱ། བཅུ་གཅིག། བོད་སིལ་བུ་འཐོར་བ་རེད། ད་ལྟ་བོད་སྤྱི་ཡོངས་ཀྱི་ལོ་རྒྱུས་བཤད་པའི་སྐབས་ལས་ཡང་བོད་སིལ་བུ་འཐོར་བའི་སྐབས་ལས་ཡིན་ནའི་ཆོས་ཕྱོགས་ཀྱི་ད་བྱ་བ་གར་བསྒྲུབ་བྱ་བ་ད་ལྟ་བྱ་དགའ་བད་ཀྱི་ཆབ་སྲིད་ཀྱི་ལོ་རྒྱུས་ནང་ལ་ཡིན་ཆོས་ཕྱོགས་ཀྱི་བྱ་བ་གང་བསྒྲུབ་བྱ་མ་ད་ཅིག་ཆབ་སྲིད་ཀྱི་ལོ་རྒྱུས་བཤད་དགོས་ན་རྙོག་དྲ་ཚ་བོ་ཞུ་ཆགས་བསྡད་རོགས་སྐབས་དེ་དུས་ཚང་པ་ལ་ལུང་པ་ཆུང་ཆུང་རེ་རེ་རེ་རེ་ལ་དཔོན་རེ་རེ་ཆགས་བསྡད་རེད་ལྟོས་ཁམས་གསུམ་ཚང་མ་ལ་ཆགས་བསྡད་རེད་དེ་ད་དེའི་རྗེས་ལ་དཔལ་ས་སྐྱ་པད་ཀྱི་གཞུང་ཟིན་པ་རེད་དཔལ་ས་སྐྱ་པད་ཀྱི་གཞུང་ཟིན་པའི་སྐབས་ལ་ཁྲི་སྐོར་བཅུ་གསུམ་དང་ཆོལ་ཁ་གསུམ་གྱི་སྐད་ཆ་དེ་ཡོད་རེད། སྐབས་དེ་དུས་བོད་ཆོལ་ཁ་གསུམ་དེ་བཙན་པོའི་རྒྱལ་རབས་སྐབས་ནང་ཞེན་ཆེ་ནི་གཅིག་དུས་སྐབས་གཅིག་བྱུང་བའི་གནས་བབ་ཅིག་ལོ་རྒྱུས་ནང་གསལ་གི་ཡོད། དེ་ནས་ཕག་གྲུའི་ལོ་བརྒྱ་སྐོར་གྱིས་ཟིན་པ་རེད། རིན་སྤུངས་ཀྱི་ལོ་བརྒྱ་སྐོར་གྱིས་ཟིན་པ་རེད། དད་པ་གཙང་པའི་ལོ་བརྒྱ་སྐོར་གྱིས་ཟིན་པ་རེད། སྐབས་དེ་དུས་བསམ་པར་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་དེ་ག་བ་ལྷག་གི་འདུག། དབུས་དང་གཙང་དང། མང་ཆེ་བ་དེ་ལ་མ་ཏོ་གཅིག་གི་མདོ་སྟོད་སྨད་ཀྱི་ལོ་རྒྱུས་ལ་ཡར་འགྲེལ་བ་གཅིག་ག་བ་ནས་བཏགས་ཀྱི་འདུག་ད། དེ་ནས་རྒྱལ་བ་ཀུནྡའི་ལྔ་པའི་གཅིག་སྟོང་དྲུག་བརྒྱ་ཞེ་བཞི་ཞེ་གཉིས་ལ་ཡང་ཆོས་སྲིད་གཉིས་ཀྱི་མཛད་འགན་བཞེས་པའི་སྐབས་ལ་ལོ་བཞི་བཅུ་ལྷག་ཞིག་ལོ་བཞི་བཅུ་ཅིག་རྒྱལ་བ་ཀུནྡའི་ལྔ་པས་མཛད་འགན་བཞེས་པར། དུས་ཡུན་དེའི་རིང་ག་ལ། རྒྱ་ནག་ལས་སྤྱི་བུའི་ནང་ཡང་བྱུང་ཡོད་རེད། བོད་མདོ་དབུས་ཁམས་གསུམ་ལ་ཡང་ཁྲལ་རྒྱབ་སྟངས་དང་འགྲོ་སྟངས་ཆ་ཚང་གཅིག། འདིའི་ཡིག་ཆ་ཆ་ཚང་གཅིག་གཅིག་སྟོང་དགུ་བརྒྱ་བཅུ་བཞི་ལོ་ལ་སིམ་ལ་ཆིངས་ཡིག་བཞག་པའི་སྐབས་ལ་བློ་མོས་ཤ་ཁྲག་གི་རྣམ་གཡང་ཡོད་པའི་གི་ཡིག་ཆ་དེ་འདྲ་རེད། ཁུངས་སྐྱེལ་གི་ཡིག་ཆ་དེ་འདྲ་གལ་ཆེན་པོ་དེ་འདྲ་ཆགས་བསྡད་ཡོད། སྐབས་དེ་དུས་ང་ཚོ་ཁུངས་སྐྱེལ་ཐུབ་ཀྱི་ཡོད་རེད། ད་རྒྱལ་བ་སྐུ་འཕྲེང་ལྔ་པ་དགོངས་པ་རྫོགས་པའི་རྗེས་ལ། དེ་སྲིད་སངས་རྒྱས་རྒྱ་མཚོས་ཀྱི། རྒྱལ་བ་སྐུ་མགྲོན་དྲུག་སྤེལ་གྱི། ཡང་གཞིས་ཀྱི་གནད་དོན་དེ། གསལ་པོ་མ་བཟོས་བའི་རྒྱུ་མཚན་ལ་བལྟས་ནས་སྦས་ནས། ད་ལྟ་ལོ་མང་པོ་ཅིག་ཕྱིན་པ་རེད། གཅིག་སྟོང། དྲུག་བརྒྱ། དགུ་བཅུ་གོ་ལྔ་ཙམ་ལ་མ་གཏོགས་ཞིག་གིས་རྒྱལ་བ་སྐུ་མགྲོན་དྲུག་སྤེལ་མཛད་མཁན་ཞེས་ཐུག་ཡོད་མ་རེད། ཉིས་སྟོང་བདུན། གཅིག་སྟོང་བདུན་བརྒྱ་ལྔ་ལ། ལྷ་བཟང་ཁང་གིས། ཕ། ད་ག་ལྟར་ལོ་རྒྱུས་ཀྱི་ཆ་གཅིག་བཤད་པ་ཡིན་ན། ལྐོག་ན་ཁུལ་ཕ་བཏང་བྱས། དེ་ནས་དགོངས་པ་རྫོགས་རེ་ཞིང་ཞེས་བརྗོད་ཡར་བ། དེ་ནས་རྒྱལ་བ་ཀུན་འདྲའི་འདུན་པ། མདོ་སྟོད་འཁྲུངས་བར་བ། ཡང་དེ་འདྲའི་ཞུ་མ་ཐུབ་པའི་གནས་སྟངས། བོད་ནང་ལོ་ལ་ཡང་ལྷ་བསང་ཁང་གི། སྲིད་བློན་ཇི་ལྟར་བཙུགས་ཡོད་དེ་ཡིན་ནའི་དབང། གཙོ་བོ་འདི། གཅིག་སྟོང་བདུན་བརྒྱ་སྔ་ནས་ཕྱིན་ནས་གཅིག་སྟོང་བདུན་བརྒྱ་བཅུ་བདུན་བཅོ་བརྒྱད་ཀྱི་བར་དུ་གཅིག་ལྷ་བསང་ཁང་གི་གཟིམས་བརྡལ་བར་བ་དེ་ནས་ཇུན་གར་གྱི་དམག་སླེབས་བར་བ། ལོ་གཉིས་རེ་འགའ། བོད་ནང་ལོག་ལ་དེ་དུས་ཕྱི་རྒྱལ་གྱི་མི་ཡོད་རེད་ལོ་རྒྱུས་ལ་ལྟ་ངན། ཕྱི་རྒྱལ་གྱི་ཡེ་ཤུ་བུ་ཆོས་སྤེལ་མཁན་གཙོས་ཀའི་ཨི་ཏྲ་ལི་གྱི་མི་ཚོ་སྐབས་དེ་དུས་ཚན་པ་བོད་ནང་ལོག་ལ་ཡོད་རེད་ཨི་པོ་ལི་ཏེ་ཏེ་སི་ཏྲེ་རི་ཟེར་མཁན་ཚོས་ཡོད་རེད་ཀ་པུ་ཆིན་ཟེར་ཚོས་ཀའི་བོད་ནང་ལ་ཡོད་རེད་དེ་ཚོ་ལོ་རྒྱུས་ཀྱི་དཔང་པོ་རེད། དེ་ནས་ད་མན་ཆུ་ཡར་སླེབས་པ་རེད་རྒྱལ་བ་སྐུ་འཕྲེང་བདུན་པ་ཁྲི་སྲོལ་ཞུ་བ་རེད་ལྷ་ས་ལ་ལོ་མང་པོ་གཅིག་བཞུགས་མ་ཐུབ་པའི་གནས་སྟངས་དེ།

ད་ལྟ། མདོ་སྟོད་ཀྱི་ས་ཁུལ་མཛོད་ལས་ག་འདྲས་ཆགས་ཡོད་མེད་དང་དེའི་གི་མ་མཆུ་གི་དུས་ཚོད་མ་ཡུན་བར་དུ་ཆིག་སྟོང་དགུ་བརྒྱ་བཅུ་གཅིག་བར་དུ་ང་ཚོ་གནས་བབ་ག་འདྲས་ཆགས་བསྡད་ཡོད། ཆིག་སྟོང་དགུ་བརྒྱ་བཅུ་གཅིག་ནས་རྗེས་ནས། ད་བོད་རང་བཙན་བསྐྱར་ནན་སེལ་ར་བྱས་པའི་ཆིག་སྟོང་དགུ་བརྒྱ་བཅུ་གསུམ་ནས་ཕྱིན་ནས་ཨིན་ཆིག་སྟོང་དགུ་བརྒྱ་བཅུ་བཞི་ནས་ཕྱིན་ད་ད་ལྟ་བར་དུ་ང་ཚོ་བོད་གསར་མ་ཤོར་བར་དུ་གནས་བབ་འདྲ་བོ་སྦྱིན་པ་ཡིན་ནས་ཆབ་མདོ་ཤོར་བའི་ཉིན་མོ་ཟེར་ནས་བོད་ཤོར་རེད་ཟེར་ཡག་གི་གནས་སྟངས་འདི་ག་འདྲས་ཕྱིན་ཆགས་ཀྱི་ཡོད་རེད། དེ་གའི་ཚང་མ་ལོ་ལོ་རྒྱུས་ཀྱི་རྒྱབ་ལྗོངས་ཀྱི་ཐོག་ནས་ཞུ་གི་ཡོད་རེད་དེ་ཡིན་དུས་སེམས་པ་ལ་ཡང་འོས་བབ་ཆེ་བ་ཡོད་རེད་ལབ་མ་གཏོགས་ཅི་གི་ཐོབ་ཐང་སུ་གཅིག་ལ་ཡོད་མ་རེད་ཟེར་གི་ལབ་མེད། ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་བལྟ་བ་ཡིན་ན། ད་ད་ལྟ་དེ་དྲི་བ་གསུམ་པ་དེ་ནང་ལོགས་ལས་དེ་ཚོ་བྲིས་འདུག་ཨ། དགའ་ལྡན་ཕོ་བྲང་པ་ཉམས་རྒུད་ཕྱིན་པའི་སྐབས་ལ་གཅིག་པུར་བརྩི་གི་ཡོད་རེད་བས་ཟེར་ནས་དེ་དགའ་ལྡན་ཕོ་བྲང་པ་ཉམས་རྒུད་ཆེ་ཡག་གི་དུས་ཚོད་ཚོ་ག་བ་ནས་ག་བ་ཆགས་འདུག་རོ། ད་ལྟ། Dragon། གར་སའི་དེའི། ཚེ་རིང་ཤཱཀྱ་ཀྱི་དེབ་བྲིས་བཞེས་པ་འདི་ཚོ་བློ་དང་དང་པོ་ང་མཐོང་དུས་ཚེམས་པ་ལ་ང་ཡི་རྒྱལ་ཞེན་བཞི་བོ་ཡོང་ཡས་ཡིན། དང་པོ་དེབ་དེ་མཐོང་མཐོང་བ་དང་ཁོང་ཁྲོ་ས་ནས། བོད་ཀྱི་སྲབ་འདྲ་འདྲ་མི་འདྲ་བྲིས་བཞག་ཆེ་ཆུང་འདྲ་མི་འདྲ་བྲིས་བཞག་ཞེས་ནས། ཁོང་ཁྲོ་ས་ཁོང་ཚོ་ལོ་རྒྱུས་ཉམས་ཞིབ་པར་བ་རྗེ་རེ་ཞིབ་རྩ་གོ་ཕྱིན་ལྟ་སྐད་ཆ་ཉན་ལོ་རྒྱུས་ཀློག། ཞེས་ཡིན་དུས་ཚེམས་པ་ལ་ད་ཁོ་གནས་ཚུལ་འདི་ཚོ་ག་འདྲས་ག་འདྲས་ག་འདྲས་ཡིན་མིན་དེ་ང་རང་ཚོ་ཀའི་དངོས་ཡོད་ཀྱི་ཤེས་དགོས་ཀྱི་འདུག་ལ། གཞན་ཕག་གི་ཡིན་པ་ཡིན་ནས་ལྷག་པར་དུ་རྒྱ་ནག་དང་འབྲེལ་བ་ཡོད་པའི་ལོ་རྒྱུས་ཡིན་ཚུལ་རྒྱ་ནག་གི་སྦས་སྐུང་བྱེད་ཀྱི་མ་རེད་པ་ད་འདོད་འཛམ་བུ་གླིང་ལ་རྒྱ་ཞབས་མང་ང་བཏང་གི་རེད་བ། དེ་ཡིན་དུས་བསམ་པ་ལ་ང་ཚོས་ཀྱི་གནས་བབ་དེ་ཇི་ཞིག་རེད་ངས་ལབ་དགོས་ཡ་དེ་དྲི་བ་ད་ལྟ་དྲི་བ་གཉིས་པའི་ནང་ལ་ལབ་དགོས་ཡ་དེ་ངས་ཀྱི་མ་མཇུག་གི་ཁོང་ཏོག་རེད་ཟེར་ནས་ལབ་མ་མྱོང་ཟེར་ནས་ད་ལྟ་བར་དུ་དེ་ལབ་མ་དགོས་ཡ་གི་རྒྱུ་མཚན་དེ་ལོ་རྒྱུས་ཀྱི་གནས་བབ་འདྲ་མིན་ལ་ཡོད་རེད་ཨམ་མདོ་གཉིས་ཀ་ལ་དེ་ཡིན་དུས་བསམ་པ་རྒྱག་གི་འོག་ལ། ཤུགས་སྣོན་གི་འོག་ལ་གནས་པར་བྱུང་ཡོད་རེད་མེད་པར་བྱུང་ཡོད་རེད་དཔོན་སོ་སོ་སོ་བདག་པོ་བརྒྱབ་ཁྲལ་བརྒྱབ་ངེས་བྱུང་ཡོད་རེད་ཁྲལ་མ་བརྒྱབ་ངེས་ཆུ་སྣ་ཚོགས་བྱུང་ཡོད་རེད། དེ་ཡིན་དུས་བསམ་པ་ད་ལྟ་བར་དུ་མདོ་སྟོད་ཀྱི་ལོ་རྒྱུས་དེ་ལྟ་དགོས་བསམ་གྱི་འདུག་ཡིན་ནའི་མདོ་སྟོད་ཀྱི་ལོ་རྒྱུས་དེབ་གཅིག་ནང་ལོང་ལ་ལྟ་ས་མི་འདུག་བ། མདོ་སྤྱོད་ཀྱི་ལོ་རྒྱུས་བྲིས་ཐུབ་བྲིས་ཐུབ་ཀྱི་མི་འདུག་བ། ད་ང་ཚོ་ད་ལྟ་མི་རབས་འདི་གིས་བྲིས་མ་ཐུབ་པ་ཡིན་ན། མ་འོངས་པའི་མི་རབས་ཀྱིས་མདོ་སྟོད་ཀྱི་ལོ་རྒྱུས་ག་འདྲ་ཞིག་བྲིས་ཐུབ་ཀྱི་རེད། དེ་ཚོ་ང་ཚོས་དོ་སྣང་སྤྲད་དགོས་ཀྱི་འདུག་བཤད་ནས་ངས་འདི་བཤད་དེ་གི་ཡོད་རེད། དེ་ངས་བཤད་ཡས་དེ་ཡང་ད་ལྟ་དྲི་བ་གཉིས་པ་དེ་དབུ་མའི་ལམ་གྱི་དང་འབྲེལ་བའི་གི་ཐོག་ནས། སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཆོལ་ཁ་གསུམ་ལ་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་ཟེར་ཡ་དེ་ལོ་རྒྱུས་ཀྱི་གནས་བབ་གང་ཡིན་མིན་ལ་མ་ལྟོས་པའི་གི། དེའི་གི་གནས་བབ་ཀྱི་བར་ནས་ཨ་ནི་ངས་འགྲེལ་བརྗོད་ཞུ་དེ་གི་ཡོད། དེ་གཞན་པ་སུ་གཅིག་ལ་ཕོག་ཡག་གི་སྐད་ཆ་དེ་རེད་མ་རེད། ལོ་རྒྱུས་ཀྱི་གནས་བབ་ང་རང་ཚོ་ཡག་པོ་མགོ་འཚོས་པ་བྱེད། ལོ་རྒྱུས་ཀྱི་གནས་བབ་ཡག་པོ་མགོ་འཚོས་ན། ཆོས་ཕྱོགས་ག་འདྲས་ཀྱི་ནས་མི་ག་འདྲས་ཀྱི་གི་སྐད་ཆ་ག་འདྲས་བཤད་ཀྱི་འདུག་འོ་དེ་ལས་ཡ་བསམ་ཤེས་ག་འདྲས་བྱེད་དགོས་ཀྱི་འདུག་རྒྱབ་ལྗོངས་ག་རེ་རེད་དེ་ཚང་མ་ཧ་གོ་གི་རེད་ང་རང་ཚོ་ཕན་ཚུན་གྱི understanding བྱེད་ན་རེད་གོ་བ་ལེན་ཕྱོགས་དེ་ཡག་རུ་འགྲོ་གི་རེད་བཞིན་ངས་འདི་བཤད་བསྡད་ཀྱི་ཡོད་བཞིན་ཞུ་ཡ་ཡིན།
ད་དེ་ཡན་ཆད་ཀྱི་དྲི་བ་དྲིས་ལན་གྱི་དུས་ཚོད་རྫོགས་པ་ཡིན། དེ་རིང་གི།